ཧོང་པོ་སང་གི་བཙོན་ཁང་ཡིན་ན་ད་འདི་ཧོང་པོ་སང་གི་མཁར་གི་མ་ར་མ་རྩིབས་གི་དེའི་བྲག་རྩ་ན་བྲག་ཁུང་ཆེ་ཟེར་ཡོད་ནི་རེད་དེའི་བྲག་ཁུང་དེའི་ནང་ཨ་ད་བཙོན་པ་ནག་མ་དེ་སོ་སྡོད་སྤེལ་ནི་རེད་དུ་ཟེར་གི་དེ་ནས་ད་སྤྱིར་བཏང་མོའི་འདི་ཐོ་ནི་ཆེ་ཟི་མ་རེད་ད་ཐོ་ནས་ནི་ད་ཏང་དེ། གཡོག་མོ་དུ་སོ་བདག་གཡོག་ཧོ་དུ་སོ་ཚང་མ་གཅིག་མཚམས་མཚན་མས་ད་གཅིག་རེ་བཞིན་ནི་འདྲ་འདྲ་ད་ད་གི་ཏི་ཆ་ཚང་མ་རྣམ་གཉིས་འདྲ་བོ་ཡག་ཧ་བལྟ་ནི་གཅིག་དཔོན་མི་ཉམས་འདྲ་བོ་མ་བལྟ་ནི་ཏི་ཆོས་ཚང་མ་གཅིག་ཨེ་ཟི་ཡ་ར་གཅིག་རོགས་རིམ་རྒྱབ་སྐྱོར་འདྲ་ཡིག་བདམས་ནི་གི་ཏི་གི་མོ་གཅིག་ཡིད་ཆེས་འདྲ་བོ་ཡོད་ནི་མོ་དགའ་ནི་དེ་མིན་ནི་རེད་ཏི་གི་མོ། ཏི་ན་ཏི། བཙོན་ཁང་གི་སྒོ་རྒྱབ་བ་སྤྱིར་འཇོག་རྒྱུ་མི་ཏི་སྲོང་ནི་འདྲ་དེ་མིན་ཡོད་ནི་རེད་ཅི་ནི་འདའ་ཡོད་ནི་རེད་ཏི་སྒོ་སྲོང་ནི་ད་དེ་མིན་ཀི་ཀག་མིག་རིག་ཁ་རིག་ཁ་ཡིན་ནི་ད་དེ་ནི་འཇོག་ནི་རེད། དེའི་བརྡ་དེ་ནི་ད་ལྟ་དེའི་བྲག་ཁུང་དེ་རྒོ་གཟུགས་ཧ་ལས་པའི་སྒོ་ཆེ་ཟིག་ཡོད་ནི་རེད། དེའི་སྒོ་དེ་བརྒྱབ་བཞག་ན་ད་དེའི་སྒོ་རྩ་ན་ད་ཧྲོང་ནི་དུ་སོ་འགྲིག་ས་དེ་དེ་མི་ཡོད་ནི་རེད་དེའི་ནང་ཧ་ད་ཧྲོང་དམག་དུ་སོ་རིག་ཁ་རིག་ཁ་ཡིན་ནི་འདུག་ནི་རེད། དུ་ཟེར་གི། དེ་ནས་ད་མོ། འདང་ཟིག་རྒྱལ་ད་ད་ཡ། ད་མོ་ལག་ལེན་འཛི་ཨར་ད་ནི་ད་མོ་ཅིག་བཏབ་ཟིན་འགྲིག་ན་ད། ད་མོ་དེའི་བཙོན་ཁང་གི་སྒོ་ཧྲོང་ཟིག་ག་ཞིག་འབྲེལ་བ་ཟིག་ཡོད་རྒྱུ་མི་ད་ལྟ་གི་ཐབས་ཤིག་མེད་གི་སྟོབས་སམ། ཏི་ཡིན་ན་ད་ཉི་མ་གཅིག་གཉིས་ཟིག་གི་བརྡལ་དུ་ཏི་ཡིན་ན་ད་ས་ཆ་དེ་གི་ད་སྟོང་དཔོན་ཆ་ཚང་བོ་དད་ཏི་ནས་ད་བརྒྱད་དཔོན་དུ་སོ་དད་ད་ཏི་ཡར་མར་གི་དཔོན་པོ་ཆ་ཚང་བོ་དུ་ལོ་གཅིག་གི་མཉམ་དུ་ད་ཅི་དུས་ཆེན་ཟིག་བརྩིས་ན་ཏི་མི་ཟིག་ཚང་མ་མཉམ་དུ་ཞིག་འཛོམས་ནི་འཚོགས་འདི་འདྲ་འཚོགས

མོ་སྤྱིར་བཏང་གི་ད་ཁྱིམ་ཚང་འཕར་བའི་བུ་མོ་རེད་ད་ལྟའི་མི་གཅིག་གི་སྟོན་མོ་སྟོན་ཆེན་ཡིན་ས་ད་ཚེའི་དུས་མི་ཉུང་མ་ང་གི་ད་འཚོགས་འདི་འཚོགས་ས་ད་ལྟའི་མེས་མོ་འགྱོགས་ཀྱི་ཧི་ཀི་གད་མོ་སྤེ་མོ་ཡིན་ན་ད། འདི་དཔོན་པོའི་མཁར་གི་ནང་ནས་ཤུགས་ཧྲོང་ནས་ད་ད་ལྟ་ཡིན་ན་འདུག་འདི་ག་གི་ཆ་ཀུན་པོ་བུ་སོང་ན་ཧ་ཅང་དོན་དག་མེད་གི། དུ་རྫིས་ད་འདི་ད་སྟོང་དཔོན་གི་བུ་མོ་མཁར་གི་གད་པོ་ཅན་པོ་མོའི་ཁ་བརྡ་ཡིན་ན་དུ་ཡིན་ན་ཡིན་ད། ཡ། ད་ཁྱོད་ལྟའི་མི་ཉུང་མ་འདི་འཚོགས་ཡིན་ས་འགྱོགས་ཀྱི་མི་རྒན་ན་ཁག་མེད་གི་ད་ཁྱིར་ག། མཁར་གྱི་ནང་ནས་སྐྱིད་པོ་ཆེ་ལྷོད་ལྷོད་ཆེ་སྡུག་སྡུག་ཆེ་ད་ད་ཁོང་ཆགས་ལོ་རེ་རེ་ནི་མིག་གི་མཚོག་འདི་ཆེ་ཟིན་མཚོག་རྒྱུ་ཡོད་ནི་རེད་ད་ཁོང་ཆོས་བསྟན་རྒྱུ་དགོ་ནི་རེད་དེ་སོང་ནི་ད་ད་ཉི་མ་གཉིས་སིམ་འཛིན་གོར་ནི་རེད་ད་གི་ཀོབ་ཤེ་ར་ཐོ་ན་ཏི་རྫི་ད་ད་ད་ཆ་ག་དཔོན་གཡོག་ཆ་ཚང་བུ་ད་མཚི་ཁ་ཡི་ད་ད་བུ་ད་ཏི་ཆུ་བུ་ད་ཏི་མཚོག་འདི་མཚོག་ས་བོ་སྟོང་མོ་ཡི་ས་བོ་ཏི་ཡིན་ན་ད་ད་ད་སྟོང་ཧོན་སང་གི་མཁར་གླང་ཆེན་ད་ཁུག་ཡོད་ས་བོ་དེའི་ལུང་བ་དེའི་མ་རམ་མདོ་ཁ་བུ་བཏང་ན་ད་ལྟ་ནི་ཐང་ཆད་ཟི་ཡོད་ནོ་དི་ནི་འཚོགས་པ་ནི་རེད་ད་ཟེར་གི་ད་ལྟ་ཐག་རང་ཟི་མ་རེད། དི་ནི་ད་ཞི་ཀྲོ་ཚ་དི་མི་ཟི་ག་ད་མོ་མོ་ངར་གག་ཡོག་མོ་ཟི་ག་ལོ་ཐིབ་ཡི་ཆི་ས་ཟི་ཡོད་རྒྱོ་དི་དབུ་ཆི་རང་ནི་ད་ད་ཆུ་མོ་རོག་ཆི་ད་གི་ནི་འདི་མཁར་གི་ཕྱི་སོ་སོ་ཐི་རི་ནི་རེད་མ་ར་ཞིག་འགྱོ་ད་ད་མོ་འདི་ཕྱི་སོ་སོ་རི་གི་སར་རྟ་ཡུ་རྟ་འདྲ་འདྲ་འཁྱམ་འཁྱམ་འདྲ་འདྲ་དི་མི་ཡེ་ཞིག་འགྱོ་བསམ་གི་དི་ཟི་ནི་དི་ནི་ད་ཡོག་མོ་དི་ཁྱི་དི་ནི་ད་ད་དེ་སྟོང་ཧོན་སང་གི་མཁར་གི།

ཙོང་ཁང་གི་སྒོ་ཧྲོང་དེ་དེ་རིང་སི་བདལ་དོག་གི་དུས་ཙོང་ཁང་གི་སྒོ་ཧྲོང་དུ་ཆུ་ཤིག་འཛིན་ད་དུ་མི་ཤི་ཨ་ད་ནམ་རྒྱུན་དུ་ཆུ་རི་ཁ་རི་ཁ་ཡི་འདུག་ནི་རི་དེ་དེ་རིང་བདལ་དོག་རྒྱོ་དུ་ད་སབ་ཤོག་ཟི་བཤའ་དུ་ནི་ད་ཏེ་གི་མྱི་ཟི་ཡིན་ཐ་དུ་རྫི་འདི་ད་མོ་བཤའ་གི་དུ་ནི་ཡ་ད་འདྲི་གི་བསམ་དུ་གི་ད་ཀུ་ར་ཟི་ཡི་དུ་སོ་ཉམས་འདྲ་ཟི་བཙག་དི་ཡི་ད་དུ་ཡ་ར་ད་མཁར་གི་ནང་ཨ་ཐོན་ཁྱི་རོང་མོ་ངར་ག་འདུག་ས་བོ་ཐོན་ནི་ནི་ད་དི་ཡི་ད་བསམ་བློ་ཟི་བཏང་ན་ཡ་ད་མོ་གི་ཙོང་ཁང་གི་སྒོ་ཧྲོང་དུ་ཡ་ར་འབུད་ཐུབ་ཟི་ཡི་སྒོ་ཤི།

ད་ནི་ད་མུས་ད་ནི་བདུད་རྩི་ནི་ཅི་ཟིག་ལུག་ད་རིགས་ད་དུ་ད་ད་གི་དེ་སྒོ་སྲུང་དུ་ཡུག་ཤོག་གང་གི་ཡིན་ད་སྔོན་ནས་གཡོག་མོ་དེ་དྲིས་ན་ཧ་གོ་དོན་རེད་ད་གི་དེ་སྒོ་སྲུང་དེ་ཡུག་ཤོག་གི་སམ་ཉང་གི་བཟང་ད་དུ་ཁྱོ་དད་གི་རེད་ཟེར་གི་ཨ་རེ་རྫི་ནན་ད་རེ་ཧོ་མོ་ཁོ་ས་ཆ་དད་གི་རེད་ད་ཟེར་གི་ད་ན་ད་ས་ཆ་ད་ན་མོ་ཤེས་རྒྱུ་ཟིག་ཡོད་ད

ད་ལྟའི་སྟར་ར་ཤོང་ནོ་ད་ལྟའི་སྟར་རྫི། དུ་འདུག་ཚ་བོའི་དུས་འཁང་ཡིག་སྒོ་ཁ་ན། ད་ལྟར་རྒ་བཟི་ད་ད་ལྟར་སྟན་ད་དུ་སོ་ཆ་ཚང་བོ་དུ་ཅིག་ཉི་མ་འདྲ་བཟི་བཞག་ནི་ད་ཡར་བདག་མ་ཡེ་ནི་ད་དུ་ན་བཞག་དང་འོག་དུ་ནས་དུས་སྒོ་དུ་རྒྱབ་ཨ་ཡོ་ད་བསམ་མོའི་ཨ་ར་དུས་སྒོ་དུ་དང་མོ་ཡི་ནག་ཤིག་ཀྱ་ནན་ད་སྒོ་ར་ཤིས་དང་འོག་དུ་གི་ཡ་ར་ནང་འཛུལ་ནག་ཤིག་ལྟུས་ན་ནང་ན་མྱི་སག་ཅིག་ག་མེད་གི་ད་ད་དུས་ནང་ན་བུའི་བཟི་ག་དཔེ་མེད་བཟི།

དེ་ནས་ད་ཡ་ར་ཡོང་ནམ་མཁར་གི་ནང་ནས་མ་ཧྲུ་ནི་ཅིག་ད་དེ་དུ་ཡིན་ནའི་ད་ད་ད་གི་མི་འགྲིག་རྒྱུའི་ཁྱི་རང་ད་ད་ད་གི་དེ་གཡོག་མོ་ཚོ་ད་དུ་སོ་རང་ད་ཆ་ག་རང་རང་ས་སོང་བས་ད་མ་ཧྲུ་ཡ་དུ་དུ་ཆི་ད་ད་མོ་ཅང་བྱ་ཡ་འདྲ་དེ་མི་སྨྲས་གི། དུ་རྫི་ད་དུ་དུ་གི་རང་ས་མངག་དང། དེ་ནས་ད་མོ་ཅིག་ཡ་ཟབ་ད་དུ་དུ་ཡི་དུ་ན་མི་འགྲིག་ན་ད་དེ་མི་ཟིག་གི་ད་བཙོན་ཁང་གི་སྒོ་ཧྲོང་ད་ས་རུ་དུ་ཐོན་དང་ད། ད་ནི་དང་མོ་ད་ནི་རྡོ་རྗེ་ནི་ད་ད་གར་གར་འདྲ་བ་ཡིན་ནི་ད་ཡི་ད་དུ་ད་ད་གི་སྟོང་ཧོན་སང་གི་བང་མཛོད་ནང་ན་ཡོད་ནི་རེད་ད་ཅང་ཤ་ཀོ་རེད་ད་བཟའ་རྒྱུ་མེད་ད་ཟས་རྒྱུ་མེད་གི་ད་ད་གི་ཤ་ད་ཀོ་རེད་ད་དུ་སོ་བཟའ་རྒྱུ་ཧང་ནི་བཞག་ད་དུ་ནི་ད་ད་ཆང་ཡག་ཤ་ཡོད་ནི་རེད་ཆང་གཟིག་ཨ་ཡག་ཤ་གཟུབ་ལང་ཁྱེད་རང་ད་དུ་ནི་ད་ད་ད་གི་དེའི་སྒོ་ཁྲོང་དེ་ཆང་གཟུབ་ལུགས་ད་ཡིན་ནི་ནི་ད།

ཨ་ཧ་ཧོ་མོ་སང་ཏིམ་ཟི་ད་ཆེ་ཡིན་འདི་ཆེ་ཡིན་ད་ཁྱི་ཀ་འདྲ་ཟི་ཀི་ད་ད་ཅིག་ཧི་ཀི་ཁོ་ཅིག་ཆང་འཐུང་ད་ཁོ་ཅིག་འདི་ཟི་རྫི་ན་ད་ད་ཁོ་རང་ཧི་ཀི་ཅིག་དེ་མི་འཛི་ཟེར་གྱི་ཟི་ད་གང་ཨ་ཡོད་ནི་ད་ད་ཧི་ཀི་ཁོ་མུན་ན་ཅིག་བཙོན་ཁང་གི་སྒོ་ད་ད་རིག་ནི་རྒྱབ་ནི་སྤྱིར་བཏང་བ་ནི་རི་སྲོང་ནི་མེད་ནོ་ཁོ་བཞེས་འདྲ་བ་འགའ་ཟི་མི་བདེ་གི།

ད་རྩོམ་པ་ད་སོ་ཆུ་ཟོས་རིགས་ཅིག་དོན་དག་དེ་ནག་ཉེས་འདྲ་བོ་ཆུ་ཟོས་རེད་ཟེར་ནས་འདི་ད་ཚང་མ་དེ་རིགས་ཡིན་ནི་ད་ད། དཔོན་པོའི་ཁྲིམས་གི་འོག་ནས་ཅིག་ད་ཧ་གི་དེ་མི་ཁྲིམས་འགལ་རིགས་དང་ནི་དེ་མི་ཏག་ཏག་རེད་ད། ད། ལྷག་པར་དུ། ད་ནང་ནང། དཔོན་པོ་སང་ལྷ་ས་སོང་ཤུལ་ནས། ད་དེ་མི་ཅིག་ཐག་རང་གི་ཅི་ཧྥ་ཟི་ག་དེ་མི་ངར་བ་ཟི། ད་དཔོན་པོའི་རྟ་ཁྱི་ནང་ཨ་བརྒྱུགས་ད་དེ་ནི་ད། ད་རྟ་དམ་ཏི་དེ་སོང་ནི་ད་དེ་ནས།

ཧཱུྃ་གི་གཏོར་རིགས་འཛིན་མ་ཡི་མིང་གི་ད་རང་ཨ་གི་ཉི་ཟླ་ཡིས་ནི་བརྡའི་རྡོར་ནོར་སང་ཉིན་དཔོན་པོ་ཅིག་ཤི་སོང་ནས་ད་ཁོང་མགོ་བླངས་ཆོག་རྒྱུ་མ་ཅིག་ཅིག་ཡ་ཡོད་ནི་མ་རེད་ད་ཟེར་གི་ད་ད་ད་གི་མོའི་ཁྱེར་ཀི་བཞེས་དེ་མོ་ཅིག་ཅིག་ཡ་ཤི་ནི་འདྲ་དེ་མི་ཡོད་ནི་མ་རེད་ད་སང་ཉིན་ཟེར་རེད་ནམ་མ་ཁར་གོང་ཨ་ད་ཁྱོད་མ་ར་བའི་དེ་སོང་ད་ད་ཡོད་ནི་རེད་ད་རྫི་ད་ད་ད་ཁོང་གཉིས་ཀ་ལྷ་ན་ད་ནི་བརྡའི་དུ་ནི་ད་ད་རང་ཨ་ཆང་འདྲ་མི་ང་ཡོད་ནི་རེད་ད་ད་གི་ཁ་འདྲ་ཟ་ག་ཅིག་ཆང་ཡང་བླུག་ཡང་བླུག་དེ་ཡིན་ན་ད་ས་མཚམས་འཛི་ག་ད།

ད་སོང་ནི་ལྟ། དེས་སྒོ་སྲུང་དེས་བཀག་ན་ལྡེམ་མྱུག་ཆི་ཧ་ཟི་དྲང་ལྡོག་གི་ད་དེས་ལྡེམ་མྱུག་དུ་ཚང་མ་བླང་ད་དི་ནི་ལྟ། དི་ནས་ད་སྒོ་དི་ད་མོ་ཡི་ནི་འཐེན་ན་ནི་ད་ད་མོ་རང་སྣང་ཐར་ནི་ར་རྒྱུག་དང། རྒྱུག་ད་དི་ནི་ད་ད་མོ་གི་བཙོན་ཁང་ཡོད་ས་བོ་དེས་བྲག་ཁང་དེས་སྒོ་ཐོན་འདུག་ན། ད་རང་ཨ་དེས་བཙོན་ཁང་གི་སྒོ་དི་ཅིག

ཏཱ་རང་ཨར་གོ་ཇི་མོ་ཟེར་མོ་ཁར་མ་བུ་དུས་ཨར་གོ་དུ་ཧ་ར་ཅིག་བྱིས་ན་ཅིག་བར་ནས་མྱི་ཁར་དུ་འཛུ་ས་ཟུ་སོ་ཅིག་བྱེད་ཐུབ་མི་ཐུབ་ཡ་གི་འདུག་ནས་དུས་མི་གི་ཅིག་ཨར་གོ་ཇི་མོ་ཟེར་ཏི་ཡིན་ན་ར་ད་མོ་གཡི་གི་ཅིག་ཧ་ར་ཅིག་བྱིས་ན་ད་ཏི་ཡིན་ན་ད་ས་འཐམ་འཛི་ག་བར་ནས་ད་མོ་ངར་ཀ་འཛུ་བཞག་ན་བ་གི་དུས་མི་ཟུ་མོ་བྱེད་ཐུབ་དང་ད་ཏི་ནས་ད་མོ་ཡ་ར་ནང་ཨ་འཛུ་ད་ད་ན་ད་ད་ཏི་གི་ལག་ན་དུས་མི་ད་ཀར་ཐོ་ན་ན་ཀར་མེད་ན་དུས་མི་ཀར་ཇི་ཟུ་བཟུང་ཏུབ་ཀར་ད་ད་ན་ད་ད།